ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ད་ང་ཚོ་ད་ལྟ་བཟོ་བཞིན་པ་གི་ཉིན་གཅིག་འདི་ནང་ལ་ཨ་ནེ་ད་སྐད་ཡིག་འདི་བཟོ་ཚར་བའི་རྗེས་ནས་ཨ་ནེ་ཁ་པར་ནང་ཕབ་ལེན་བྱས་དུས་ན་ང་ཚོ་སྐད་རིགས་གཞན་གི་འདེམས་སུ་ཡོད་པ་ཨ་ནེ་ད་རྒྱ་ཡིག་དང་བོད་ཡིག་ལ་སོགས་དེ་འདྲ་ཡོད་ཡོད་དགོས་ཀྱི་ཡོད་རེད་བ་དེ་འདྲ་ཡིན་དུས་ན་ང་ཚོ་གི་འདི་གི་ཉིན་གཅིག་འདི་གི་སྐད་ཡིག་དེ་བོད་ཡིག་ནང་བསྒྱུར་ནས་ཨ་ནེ་ཕབ་ལེན་བྱེད་ཆོག་ཆོག་ཅིག་བྱ་ཡོད་རེད་དེ་འདྲ་ཡིན་དུས་ན་ཕབ་ལེན་བྱེད་སྟངས་ད་ཨ་ནེ་དེ་གི་ཉིན་གཅིག་འདི་ནང་ལ་ནང་འཇུག་བྱེད་སྟངས་གི་མཚམས་ནས་ངོ་སྤྲོད་ཅིག་གི་ཡིན། ཨ་ནི་དང་པོ་དེ་ང་ཚོའི་སློབ་ཚན་གྱི་ནང་ཉིད་དང་ཉིན་གཅིག་ནང་བོད་ཡིག་འཇོག་ཚུལ་རེད་ཟེར་ཡ་དེ་གི་ནང་ལ་དྲ་ཐག་གཉིས་བཞག་ཡོད་རེད་ཕ་ནི་ཅི་ཟེར་དྲ་ཐག་འདི་ནང་བོད་ཡིག་ཡལ་འདུག་རྒྱུག་དེའི་ནང་ནས་ལེན་པ་ཡིན་ན་འགྲིག་གོ་རེད་དེ་གོང་ལ་གཅིག་ནས། ཨ་ནི་དེ་དེ་འདྲ་གཅིག་དེ་ནས་བོད་ཡིག་ཡལ་གི་ནང་ནས་ཕ་ལེན་ཅི་ཟེར་ཁོ་རང་སླེབས་ཡོད་གི་འདུག་ཨ་ཨོ་དེ་འདྲ་གཅིག་དེ་ནས་འདི། ཨ། འདི་བབ་ལན་ཟེར་རྒྱུ་དེ་གོ་ལ་གཅིག་ནས་གོ་དགོས། དེ་འདྲ་གྱི་དེ་ནས་ད་ང་ཚོ་གི་གུས་གུས་དང་ཡང་ན་སྐད་འཕྲིན་གི་གོ་རང་གི་ཤེས་རིག་དེ་ང་ཚོ་གི་ཤེར་དགོས་གི་འདུག་ཨ་དེ་ང་ཚོ་གི་ནམ་རྒྱུན་བབ་ལན་གཅིག་དེ་ནང་གི་འགྲོ་སྟངས་དང་གཅིག་རེད་དེ། འོན་ཏེ། ད་ངས་སྐད་འཕྲིན་གི་ཤེས་རིག་དེ་ཤེར་ནས་ཨ་ནི་དངུལ་ལེན་དྲན་གྲོགས་གཅིག་དང་དེ་ནས་ཁོ་རང་གི་ཏག་ཏག་ང་ལ་བབ་ལན་བྱེད་ས་གི་ས་ཆ་དེ་སྤྲད་ཡོང་གི་འདུག་ཨ། འོ་དེ་རེད་དེ་འདྲ་ཡིན་དུས་ན་དེ་འདི་ནས་བབ་ལན་ཟེར་ར་དེ་གི་གོ་ན་གཅིག་ནས་སོང་ཨ་ཡིན་ན། དེ་ནི་ང་ཚོ་ལ་ཕ་ལོན་བྱེད་ཆོག་མགོ་རེད། ཨོ་དེར། དེ་ནི་ད་སྔ་མ་འགྲོ་ཐོང་དང་གཅིག་པ་རེད་དེ་ནི་ཕ་ལོན་གྱིས་ཚར་སོང་འདི་ན་འདི་ནི། ཨ་ནི། ཕ་ལོན་གྱིས་ཡོད་ས་གི་ས་སྐྱ་དེ་སྟོན་ཟེར་ཡག་གཅིག་འདུག། དེ་གཅིག་དེ་ཡང་མ་ཡིན་ན། ཨོ་དེ། ང་ཚོ་གི། ཨ་ནི་ཡིག་སྣོད་བཟོ་ས་དེ་གི་ནང་ནས་ད་ཕ་ལོན་གྱི་སྡེ་ཚན་ནང་ལ་བཞག་བཞག་འདུག། ཨོ་དེ་མུ་མཐུད་ནས་རང་རྒྱལ་བཞག་ཞོག་ད་ང་ཚོ་གི། ཉེན་ཆེ་སྒོ་ཆེ་ནས་ཡན་ཆི་ནང་འགྲོ་དགོས་ཀྱི་རེད་ཉེན་ཆེ་ནང་ཉི་ལྟ་འདི་ནས་ད་ཡིན་གཅིག་ནང་ཡིན་ན Enter Fast བཟོ་རྒྱུ་ད་དེ་ནང་ལ་འགྲོ་དགོས་ཀྱི་རེད་དེ་ནང་ཕེབས་དེ་ནས་འདི་ནས་ལ་ཀ་ཡིག་སྣོན་ཟེར་ར་ཅིག་འདུག་དེ་ནང་ལ་འགྲོ་དགོས་ཀྱི་རེད་དེ་ནས་ཀ་ཡིག་གི་མིང་བྲིས་ལ་འདུག་དེ་ན་བོད་ཡིག་འཆར་ཐུབ་ཀྱི་ཡོད་མ་རེད་དེ་འདྲ་ཡིན་ན་ཡིན་གཅིག་ཨ་ནེ Tibetans དེ་ནས་ཀ་ཡིག་གི Code ཟེར་ར་དེ་ཁོ་རང་གི་ཨོང་རྟ་འདྲ་བོ་དེ་འདི་བོད་རེད་འོ་དེ་འདྲ་ཅིག་འདི་ནང་མ་རེད་གི་དེ་ན་ཀ་ཡིག་དེ་ཆེ་ཆུང་དང་ནི་ཀ་ཡིག་གི་ཀློག་སྟེགས་ན་ཀ་འདྲ་ཡིན་ཡང་ཡིག་ཤོག་ནས་ཡོང་ཤོག་དང་ཡོང་ཤོག་ནས་ཡིག་ཤོག་སོགས་ཀློག་དགོས་ཀ་རེ་རེད་ལབ་པ་ཡིན་ན། འདི་ནི་འདེམས་ཁ་འདུག་ཨ་ང་ཚོས་དེ་ཡིན་ན་ཡོང་ཤོག་ནས་ཡིག་ཤོག་སོགས་ཀློག་རྒྱུ་དེ་རེད་འདུག་ཨ། འོ་དེ་རེད། ད་འདི་རང་ཉིད་ཚར་སོང་བ་དེ་ནི་ཀ་ཡིག་གི་ས་ཆ་དེ་ཚོ་དེ་ནི་འདི་ནི་ཡིག་སྒྱུར་ཟེར་བ་ཅིག་འདུག་ཡིག་སྒྱུར་ཟེར་བ་འདི་ནང་ལྟ་ཡིན་ན་འདི་ནི་བོད་ཡིག་འདི་ན་སླེབས་ཚར་དུ་ཡོད་རེད་དེ་འདྲ་ཡིན་འདི་ན་ད་ང་ཚོས།

འོན་ཏེ། ད་འདི་ནོར་མ་ར། བོད་ཡིག་མཛེས་ཡོད་ས་བོད་དེ་འོག་ལ་མ་ར་སྤྲོད་ཀྱི་མ་བྱུང་ཅུང་ཤར་འདུག་ཨ། འདི་ཚོ་ཐོག་མ་བོད་ཡིག་རེད་ཡིན་ན་ཡང་ང་ཚོ་གི་འདི། འདི་ནོར་བཟོ་ཚར་བའི་སྒྲིག་ཚར་བའི་རྗེས་ནས། ཨ་ནི། ཁ་པར་ནང་ཕབ་ལེན་བྱེད་དུས་ན་དེ་ལྟས་ན་བོད་ཡིག་ཏག་ཏག་ཤར་འགྱུར་རེད། འོ་དེ་འདྲ་ཅི་རེད་དེ་ནས་ད། འདི་ཡང་ཁོ་རང་གི། ཕྱོགས་ནས་ཀློག་སྟངས་གི་རིམ་པ་ཅིག་ཡོད་དེ་ལ་འདེམས་གསེས་ཀྱིས་ཆོག་གི་རེད་ཁྱེད་རིགས་གཞན་དག་ཡིག་ཕྱོགས་ནས་ཡུམ་ཕྱོགས་སུ་ཀློག་དགོས་ཡོད་དེ་འདྲ་འདུག་རྒྱ་ཡིག་ལྟ་བུ་ནི། འོ་དེ་བོད་ཡིག་དེ་དེ་འདྲ་བ་མ་ཡིན་པ་དེ་ད་ག་རང་འདེམས་གསེས་བརྒྱབ་ནས་འགྲིག་བསྡད་ཡོད་རེད། ཧོ་དེ་འདྲ་ཅིག་དེ་ནས་ད་ང་ཚོ་གི་ཉིན་བྱེད་ཀྱི་སྐད་ཡིག་སྤོ་འགྱུར་མ་དེ་ཕག་ལེན་གྱིས་དང་ད་ནི་ཉིན་བྱེད་ནང་འཇིགས་སྐྲོལ་བྱེད་སྟངས་ཀྱི་རིམ་པ་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།